བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་ཕྱི་ཆར་གུས་འཆམ་མཛད་རྩ་བ། གནས་དྲུག་པའི་སྐབས་གསུམ་པ་རྒྱུ་མཚན་ཉིད་ཀྱི་ཐེག་པ་རྣམ་པར་བཤད་པའི་སློབ་ཚན་བཅུ་བཞི་པ། བྱེ་བྲག་སྨྲ་བའི་དབྱེ་བ་དང་རྟག་པ་མདོ་ཙམ་ཟེར་བ་འདིའི་སྐོར་ལ་སློབ་ཚན་འགྲོ་ཡ་ཡིན། དེ་ནས་སྒང་གི་ང་ཚོའི་སློབ་ཚན་རེ་འགའ་ཞིག་ནང་དུ། བྱེ་བྲག་སྨྲ་བ་དང་མདོ་སྡེ་བ་གཉིས་ཀྱིས་ངོས་འཛིན་དང། དེ་གཉིས་ཀྱིས་འདོད་པ་ཐུན་མོང་བའི་སྐོར། དེ་ནས་དེ་གཉིས་ཀྱིས་འདོད་པ་ཐུན་མོང་མ་ཡིན་པའི་སྐོར། དེ་དག་རོབ་ཙམ་ཡང་ན་རགས་རིམ་ཙམ་ཞིག་བཤད་ཟིན་པ་རེད། དེ་ནི་དེ་རིང་གི་སློབ་ཚན་ནང་དུ་ཉན་ཐོས་བྱེ་བྲག་སྨྲ་བ་ལ་དབྱེ་བ་ག་ཚོད་ཡོད་པ་དང། དེ་ནི་ཉན་ཐོས་སྡེ་བ་གཉིས་ཀྱི་འདོད་ཚུལ་ལ་བརྟག་པ། ཡང་ན་སྐྱེས་པ་འདོད་ཙམ། འོ་དེ་འདྲ་གི་སྐོར་རེད། ད་ནི་འདི་རྩ་བ་ཡིན་ན་རྩ་བའི་བདེ་བ་ཐམས་ཅད་ཡོད་པར་སྨྲ། ཕལ་ཆེར་གནས་བརྟན་མང་པོ་བཀུར་བ་ཞེས་དེ་འདྲ་གསུངས་འདུག་འདིའི་གཙོ་བོ་ཉན་ཐོས་བྱེ་བྲག་སྨྲ་བས་རྩ་བའི་བདེ་བ་བཞི་ཟེར་བ་འོ་དེ་ངོས་འཛིན་བྱས་པ་དེ་འདྲ་ཅིག་རེད། རྩ་བའི་བདེ་བ་བཞི་ལབ་ན་གང་དག་རེད་ལབ་ན་བཞི་ཐམས་ཅད་ཡོད་པར་སྨྲ་བ། དགེ་འདུན་བར་ཆེན་པ་འཕགས་པ་གནས་བརྟན་པ་མང་པོ་བཀུར་བ་གྱི་གཞི་ཡིན་ལགས། དེར་སོང་བ་རེད། དེ་ནི་སྤྱིར་བཏང་ཉན་ཐོས་བྱེ་བྲག་མ་བ་ལ་བདེ་བ་བཅོ་བརྒྱད་ཡོད་པ་རེད། དེ་གའི་ཐོག་མ་དེ་རྩ་བའི་བདེ་བ་བཞི་ཡིན་ཟེར་བ་དང་རྩ་བའི་བདེ་བ་གཉིས་ཡིན་ཟེར་བ་ལ་སོགས་པ་གང་ལྟར་རྩ་བའི་བདེ་བ་ལ་ཡང་བཤད་ཚུལ་མི་འདྲ་བ་སྣ་ཚོགས་ཤིག་ཡོད་པ་རེད། དེ་ནི་དང་པོ་དཔེར་ན་སྟོན་པ་ཤཱཀྱ་ཐུབ་པ་ཤེལ་དུ་བཞུགས་པའི་སྐབས་ཀྱི་ཉན་ཐོས་ཀྱི་བདེ་བ་དེ་གང་ཡིན་པ། གཞི་ཐམས་ཅད་ཡོད་པར་སྨྲ་བ་ཡིན་པས་ནི་བསྟན་པ་ཡིན་པས་གང་ཡིན་དེའི་རྟགས་ན་ཡང་བཤད་ཚུལ་མང་པོ་ཡོད་པ་རེད་མདོར་ན་ཐམས་ཅད་ཀྱི་རྩ་བ་གི་བདེ་བ་གཅིག་ཡོད་རེད་བ་འོ་བདེ་བ་དེ་གང་ཡིན་དེའི་སྟེང་ལ་ཡང་བཤད་ཚུལ་འདྲ་མིན་སྣ་ཚོགས་ཞིག་ཡོད་པ་རེད། ཡིན་ན་ཡང་ཡོངས་གྲགས་ལ་རྩ་བའི་བདེ་བ་བཞི་ཞེས་གསུང་གི་ཡོད་པ་རེད་རྩ་བའི་བདེ་བ་བཞི། དེའི་དང་པོ་དགེ་འདུན་ཕ་ཆེན་པོའི་བདེ་བ་ཞེས་ལབ་པ་ཡིན་ན་བདེ་བ་དེ་པ་ར་ཀི་རི་ཏཱ་ཡུལ་མིའི་རང་བཞིན་པའི་སྐད་དུ་གསུང་རབ་འདོན་ཅིང་མཁན་པོ་བྲམ་ཟེའི་རིགས་ལས་བྱུང་བ་འཕགས་པ་འོད་སྲུང་ལས་བརྒྱུད་པར་བཞེད། མདོར་ན་དགེ་འདུན་ཕ་ཆེན་པ་ཟེར་ན་ག་འདྲ་ཅིག་ལ་ཟེར་གྱི་ཡོད་པ་རེད་ཟེར་དུས། ཁོ་རང་ཚོ་གི་གསུང་རབ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུང་བའི་མདོ་དེ་ཚོ་ཡུལ་མིའི་རང་བཞིན་པའི་སྐད་དུ་འདོན་གྱི་རེད། གཡུལ་མོའི་རང་བཞིན་པའི་སྐད་ཟེར་བ་དེ་དེང་སང་བཤད་པའི་པཱ་ལིའི་སྐད་ཟེར་བ་དེ་རེད། དེ་གའི་མིང་ངའི་རྙིང་པ་ལ་པཱ་ར་ཀི་རི་ཏཱ་ཟེར། དེ་འདྲ་ཟེར་གྱི་ཡོད་ས་རེད། སྡེ་བ་དེའི་འདུལ་བའི་སྡེར་ནི་གཙོ་བར་བྱས་པའི་མདོ་དེ་དག་པཱ་ལིའི་སྐད་དུ་འདོན་པ་དང་བརྒྱུད་པའི་ཁུངས། དགེ་འདུན་ཕ་ཆེན་པའི་སྡེ་བའི་བརྒྱུད་པའི་ཁུངས་ངམ་ཡང་ན་ཁོང་རྣམ་པའི་འདུལ་བའི་སྡོམ་རྒྱུན་གྱི་འབྱུང་ཁུངས་དེ་འཕགས་པ་འོད་སྲུང་ནས་བརྒྱུད་པ་རེད་ཟེར། འཕགས་པ་འོད་སྲུང་ཟེར་བ་དེ་སྟོན་པ་ཤཱཀྱ་ཐུབ་པའི་ཉན་ཐོས་ཐམས་ཅད་ཀྱི་ནང་ནས་མཆོག་ཏུ་གྱུར་པ་དང་སྟོན་པ་ཤཱཀྱ་ཐུབ་པ་སྐུ་བརྙན་ལྔ་ལས་འདས་པའི་རྗེས་སུ་ཡང་ཁོང་གི་རྒྱ་མཚོ་དུ་བཞག་གནང་བ་ཨོ་དེ་རེད་འཕགས་པ་འོད་སྲུང་དགེ་འདུན་ཕ་ཆེན་སྡེ་པ་ཟེར་བ་དེ་ཉན་ཐོས་ཆེན་པོ་འོད་སྲུང་ལས་བརྒྱུད་པ་ཡིན་ཟེར་ཨོ་དེ་འདྲ་གསུང་གི་ཡོད་པ་རེད་སྤྱིར་ན་རྩ་བའི་སྡེ་བ་བཞི་ཡིན་ན་རེད་སྡེ་བ་བཅོ་བརྒྱད་ཡིན་ན་རེད། དང་པོ། སྡེ་བ་རིགས་མ་འདྲ་བ་སོ་སོར་འབྱེད་དགོས་པའི་རྒྱུ་མཚན་དེ་སྐད་རིགས་ལ་ཐུག་ཡོད་ཟེར་ལབ་ཀི་ཡོད་པ་རེད། སྟོན་པ་ཞག་བཅད་ཐུབ་པ་སྐུ་མྱ་ངན་ལས་འདས་པའི་རྗེས་སུ་སངས་རྒྱས་ཀྱི་བསྟན་པ་དེ་ཡུལ་སྣ་ཚོགས་ལ་དར། མི་རིགས་སྣ་ཚོགས་ལ་དར་བའི་སྐབས་སུ་རང་རང་གི་སྐད་རིགས་སྣ་ཚོགས་ཀྱི་ནང་དུ་སངས་རྒྱས་བཅོམ་ལྡན་འདས་ཀྱི་མདོ་དེ་དག་འདོན་གི་ཡོད་པ་རེད། དེ་འདོན་པའི་སྐབས་སུ་མིང་མ་འདྲ་བ་ཚིག་མ་འདྲ་བ། སྐད་རིགས་གཞན་ནས་གཞན་དུ་བསྒྱུར་བའི་སྐབས་སུ་སྒྱུར་སྟངས་མ་འདྲ་བ། སྒྱུར་སྟངས་མ་འདྲ་བ་ལ་བརྟེན་ནས་གོ་བ་ལེན་སྟངས་མ་འདྲ་བ། དེ་འདྲ་བྱུང་ནས་བདེ་བ་མང་པོ་སྐྱེས་སོང་བ་དེ་འདྲ་ཞིག་ཡིན་པ་རེད།